ལོ་བརྒྱད་དྲུག་ཅུ་རེ་གཅིག་པ། ད་ལྟ་ང་ཚོ་གུ་ཡངས་གཏང་མ་ཐུབ་བའི་གཡོག་པོ་ཞིག་གི་སྐོར་ལོ་བརྒྱད་དེ་ལྟ་གི་ཡིན། ཉིན་ཞིག་པེ་ཏྲ་ཡེ་ཤུ་ཙག་ཡོང་ནས་གཙོ་བོ་ལ། ང་ཡི་དཔེ་ཟླ་ཡིས་ང་ལ་སྡིག་ནུས་བྱས་པ་ཡིན་ན། ངས་ཁོང་ལ་ཐེངས་ག་ཚོད་གུ་ཡངས་གཏང་དགོས་ཀྱི་ཡིན་ནམ། ཐེངས་བདུན་གུ་ཡངས་གཏང་ན་འགྲིག་གི་རེད་པས་ཞེས་སྐད་ཆ་དྲིས་པ་རེད། ཡེ་ཤུ་ཡི་ལན་དུ། ངའི་ཁྱེད་རང་ལ་ལག་གི་ཡིན། ཐེངས་བདུན་མ་ཡིན་པ། ཐེངས་བདུན་གྱི་བདེ་དོན་གུ་ཡངས་སྤྲད་དགོས། ཡེ་ཤུ་ཡིས་གསུངས་པ། དཀོན་མཆོག་གི་རྒྱལ་སྲས་ནི་དེ་འདྲ་རེད། རྒྱལ་པོ་ཞིག་གིས་སོ་སོའི་གཡོག་པོ་རྣམས་ཀྱིས་ཡ་ཝཱེའི་བུ་ལན་ཐམས་ཅད་ཚུར་ལེན་འདོད་ཡོད་པ་རེད། རྒྱལ་པོ་ཡི་རྩིས་བརྗོད་པར་བཏང། ཁོང་ལ་སྲས་ཀྱི་སྒོ་མོ་ས་ཡ་གཅིག་བུ་ལེན་ཡི་གེའི་དབྱུག་པོ་ཞིག་ཁོང་གི་དྲུང་དུ་ཁྲིད་ཡོང་བ་རེད། མི་དེ་ལ་བུ་ལེན་རྒྱུ་བཞི་མེད་ཙང་རྒྱལ་པོ་ཡིས་ཁོང་དང་བཟའ་ཟླ་སྤུ་སྒུར་ཁོང་ལ་ཡོད་པ་ཐམས་ཅད་བུ་ལེན་དེས་འཇལ་བའི་ཆེད་དུ་བཙོང་དགོས་པའི་བཀའ་གནང་བ་རེད། དེ་ནས་གཡོག་པོ་དེས་རྒྱལ་པོ་དྲུང་དུ་ཡོང་ནས་པད་མོའི་ས་ལ་བཙུད་དེ་ཞུ་བ་འཐེན་པ། རྒྱལ་པོ་ལགས། ང་ལ་དུས་ཚོད་ཞིག་སྤྲད་དང་ངས་ཁྱོད་ལ་བུ་ལན་ཚང་མ་འཇལ་ཆོག་ཞེས་ཞུ་བ་རེད། དེ་ནས་རྒྱལ་པོ་ཡིས་གཡོག་པོ་དེ་ལ་སྣེ་གཞི་བྱས་ནས་གུ་ཡངས་གནང་བ་དང་བུ་ལན་དེ་མེད་པ་བཟོ་གནང་བ་རེད། བས་ཀྱང་གཡོག་པོ་དེས་ཕྱི་ལ་ཕྱིན་པ་དང། ཁོང་ལ། ངའི་བྲང་ཁ་རྒྱ་ཡི་བུ་ལིན་ཡི་ཁའི་གཡོག་པོ་གཞན་ཞིག་ཐུག་པ་རེད། དེ་ནས་ཁོང་གིས་གཡོག་པོ་དེ་ལ་སྐེ་བརྩེགས་ནས་ང་ཡི་བུ་ལིན་གཅིན་པ་ཁེ་ཤོག་ཅིག་བཟོ་བ་རེད། གཡོག་པོ་གཞན་དག་དེ་ཡིས་པུས་མོ་ས་ལ་བཙུགས་ནས་ཁོང་ལ། ང་ལ་དེ་ཚད་མནོ་དང་ངས་ཁྱེད་ལ་བུ་ལིན་ཚོང་བ་སྤྲད་ཆོག་ཞེས་ཞུ་བ་འཐེན་པ་རེད། བའི་ལྗངས་སུ་གཡོག་པོ་དང་པོ་ཡིས་རང་ལ་བུ་ལན་ཡི་གེའི་གཡོག་པོ་གཉིས་པ་དེས་བུ་ལན་འབྱིན་མ་ཚར་བར་དུ་རྩེད་ཁང་ནང་དུ་བཅུག་པ་རེད། གཡོག་པོ་གཞན་རྣམས་ཀྱིས་གནས་ཚུལ་གང་བྱུང་ཡོད་པ་དེ་མཐོང་ནས་ཁོང་ཁྲོ་ལངས་ཏེ་རྒྱ་བུ་རྩ་ཆེན་ནས་གནས་ཚུལ་གང་བྱུང་བ་དེ་བཤད་པ་རེད། དེ་ནས་རྒྱལ་པོ་ཡིས་གཡོག་པོ་དང་པོ་དེ་སྐད་བཏང་བ་དང། ཁོང་ལ། གཡོག་པོ་ངན་པ་ཁྱེད། ཁྱེད་ཀྱིས་ང་ལ་ཞོ་ཆེན་པོ་འཐེན་པ་དང་ངས་ཁྱེད་ཀྱི་བུ་ལན་ཚང་མ་ལ་གུ་ཡངས་སྤྲད་པ་ཡིན། ངས་ཁྱེད་ལ་སྣེ་གཅིག་གནོངས་པ་ནང་བཞིན་ཁྱེད་ཀྱིས་ཀྱང་གཡོག་པོ་གཞན་ལ་སྣེ་གཅིག་གནོངས་དགོས་པ་མ་ཡིན་ནམ་ཞེས་སྐད་ཆ་དྲིས་པ་རེད། རྒྱལ་པོས་ཁོང་ཁྲོ་ལངས་པ་དང་བུ་ལན་ཐང་ཅིག་འདྲེས་མ་ཚར་བར་དུ་མི་དེ་རྩེད་ཁང་ནང་དུ་བཅུག་པ་རེད། ཡེ་ཤུ་ཡིས་མུ་མཐུད་ནས་གསུངས་པ། གལ་སྲིད་ཁྱོད་ཚོ་ཡིས་སོ་སོ་རང་ཉིད་ཀྱི་སེམས་གཏིང་ནས་རང་གི་དཔེ་རྣམས་ལ་གུ་ཡངས་མ་བཏང་པ་ཡིན་ན། ནང་ཁའི་ཞུགས་པའི་ང་ཡིས་ཡོད་ཀྱང་ཁྱོད་ཚོ་ལ་གུ་ཡངས་གཏང་གི་མ་རེད་ཞེས་གསུངས་སོ།